དེ་ནས་ཤ་དེ་དག་དེང་སང་ཁྱོད་ནི་འཕྲོད་བསྟེན་གྱི་སྟེང་དུ་ལི་ཀ་བཤད་ཡོང་འདུག་པ་ན། ཤ་དེ་པས་ད་སྡུག་ཅག་ཅིག་ཡིན་པ་ང་ཚོ་གིས་བཤད་མ་དགོས་པར་ངོ་ནས་ཚན་རིག་པ་ཚོ་གིས་བཤད་ཤེས་ག་རེད་དེ་ནི་དེ་དངོས་གནས་ཡིན་ཐག་ཆོད་རེད་ད་དཔེར་ན། ཤ་དེ་མང་ཆེ་བ་དེ་ནི་ཤ་ཁང་ནང་དུ་ལི་ཡག་ཁྲིད་འགྲོ་ཡག་གི་དེ་ནི་སེམས་ཅན་གྱི་རིགས་དེ་རྐང་བཙུགས་ནས་ཤ་ཟ་ཡག་གི། ཆེད་དུ། ཤ་ཡི་ཆེད་དུ་དེ་ནས་གསོལ་བཞག་པ་དེ་འདྲའི་དེ་ཚོ་ཡང་ཅིག། དཔྱད་ལོང་འདྲ་པོ་དེ། ཆོས་ན་དཔེར་ན Franz འདྲ་པོ་དེ་ཚོ་ལ་ངང་པ་དེ་ཚོ། ངང་པ། དཔེར་ངང་པའི་ཤ་ཟ་ཡ་གི། ངང་པ། དུས་རྒྱུན་ངང་པ་ཡ་ཆེན་པོ་ཆགས་ཡ་ལ་ཅིག། ཟླ་བ། དྲུག་བདུན་དེ་འདྲ་འགོར་མཁན་དེ་ཚོ། ཅིག་ཟླ་བ་རེ་རེ་ཚོའི་ནང་དུ་ལིའ་ཆེན་པོ་ཆགས་ཡག་དེ་འདྲའི་གི་ད་སྨན་དང་རྫས་དང་དེ་ནས་ཁ་ལག་དེ་ཚོ་པས་གར་སོས་གི་རེད་དབང་ཡོད་དང་སྤྲད་པ་དང་དེ་ཚོ་གི་ཅིག་གི་ན་ས་གྲ་ཞིབ་པོ་ཞིག་ཆགས་དགོས་ཟེར་དེ་ཁོ་རང་ཚོ་སེམས་ཅན་ཁོ་རང་ཚོ་ལ་ད་དེ་ཤ་དེ་ཡ་ས་དེ་དེ་བྱེད་དུས་ག་ན་ཏན་ཏན་གཟུགས་པོ་ལ་མ་འཕྲོད་པ་དེ་ཡིན་པ་ད་ང་ཚོ་གི་ལབ་ག་ཡ་མེད་རེད་པ་གོང་ནས་མི་ཚོ་གི་གང་ཟག།

ཚེ་ཐར་དཔེར་ན་ཚེ་ཐར་བཏང་ཤོག་ཚིག་ངན་འདྲ་བུ་མོ་དེ་དེ་འདྲས་དྲངས་ཡོང་བ་ཡིན་ན་རང་གི་ཡང་ཕལ་ཆེར་ལོ་ཇི་སྲིད་པར་ཤ་མ་བཟའ་བ་དང། རང་གི་སྤུན་སྤུན་རྒྱག་འདྲ་དང་གྲོགས་པོ་གྲོགས་མོ་དེ་ཚོ་ལའང་ད་ཤ་མ་བཟའ་རུ་ཇི་སྲིད་ངའི་དོན་དག་དང་ངའི་ཞབས་བརྟན་གྱི་དོན་དག་ལ་དེ་ནི་ལོ་གཅིག་ཤ་མ་བཟའ་རུ་ཇི་གཉིས་ཤ་མ་བཟའ་རུ་ཇི་སྲིད་དེ་འདྲས་བྱས་ནས་བྱས་བྱས་པ་ཡིན་ན་རྒྱུས་ནས་དེ་ནི་ཤ་ཟ་མཁན་མེད་ན་ད་ཤ་གི་ཚོང་དེ་མེད་སོང་ན་དེ་ནི་བསད་མཁན་ཡང་ཡོང་གྱི་མ་རུང་བ་དེ་འདུག་ག་ན། དེ་འདྲས་བྱེད་དགོས་ཀྱི་ཡོད་དམ། ད་ག་རེ་བྱེད་དགོས་ནས་ཐབས་ཤེས་རྣམ་པ་སྣ་ཚོགས་པ། དེ་ནས། དེ་ཡང་རྒྱང་རིང་པོ་ཅིག་ལ་བསམ་བློ་བཏང་བྱས་ནས། ད་ལྟ་ངས་བྱས་རྣམ་པ་འདི། དེ་འདྲས་དཔེ་ཡག་པོ་འདུག་དེ།